ཨོ་ད་ཐོག་མ་དེ་ལ་ནི་དྲ་གྲོགས་རྣམ་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཨ་ནི་དེ་དང་ཆབས་ཅིག་ཏུ་ནི་ད་ལྟ་རི་ཡང་ངས་ནོར་འཁྲིད་ཆེན་པོ་ཞིག་བཟོས་བཞག་ཡོད་རེད། སོང་ཙང་དེའི་སྐོར་ལ་ཨ་ནི་ངས་གསལ་བཤད་ཅིག་ཞུ་ཆོག་བ་བྱས་ཟིན། ད་ནོར་འཁྲིད་དེ་ག་རེ་རེད་ལབ་ན། ཁེ་སང་ཨ་རི་གི་དབྱིན་འདེམས་གི་ཁ་ཐུག་འདི་ལ་ཨ་ནི་ངས་ལག་པ་བསྡད་མ་ཚུད་ཨ་ཅེ་ནི་ཅེས་རྩོམ་ཡིག་འདྲ་བོ། ད་ཅིག་བརྙན་ཤིག་རྩོམ་ཡིག་འདྲ་བོ་དེ་འདྲའི་ཁ་ཤས་ཅིག། ངོ་དེབ་ནང་ནས་པར་ཁ་ཤས་ལ་མཉམ་པོ་སྦྱར་ཡ་རེད། དེའི་ཐོག་དེ་ལ་ནི Australia གི་གཞུང་ཚབ་ཁང་གི་རྒྱ་མོ་ཅིག་ང་གཉིས་ལ་འབྲེལ་བ་ཡོད་ནི་མོ་གི་འདི་འདི་ལབ་གི་འདུག་ཟེར་ནི་དེ་འདྲས་ཅིག་བྲིས་པ་དེ་ཅིག་རྗེས་ད་ནི་ཡང་ངས་རྩོམ་ཡིག་དེ་འདྲས་ཀྱི་འོག་ལ་མིག་གིས་ད་ང་ཚོ་མཆན་བརྒྱབ་ཡོང་པའི་ཁ་དེ་ལ་ནི་ངས་དེ་འདྲས་ཀྱི་མཆན་ཅིག་ལ་ལན་ཅིག་བརྒྱབ་ཡོད་རེད།

ཨ་ནི་ད། ཕྱི་ངོགས་གཏམ་རྒྱུད་ལ་སྦྱར་བའི་རི་ངོགས་གཏམ་རྒྱུད་ཟེར་ཡ་གི་ངས་སྒྲུང་གཅིག་བྲིས་ཡ་རེད། ད་དེའི་ཁ་བྱང་ར་ཡག་པོ་བྱུང་སོང་ད་དེའི་སྒྲུང་དུ་མ་ར་བྲིས་ཡོང་ནི་གང་ལ། ཨ་ནི། དགའ་རོགས་གཅིག། ཡག་པོ་འདྲ་བོ་གཅིག་ཆགས་སོང་བསམ་བསམ་ཞིག་ཡོད་ད་ནི་ངས། འདི་ཅིག་ཡོད་རེད་ང་ཚོ། སྐབས་དེ་དུས་སྒང་ལ་བོད་གཞུང་གི་དྲིལ་བསྒྲགས་ལས་ཁུངས་ལ་ལས་ཀ་བྱེད་དགོས་རེད་དེ་དུས་སྒང་ལ་ཁོ། དེ་རྗེས་ནས་ཁོ་བཀའ་ཤག་གི་ནང་ལ་ལས་ཀ་བྱས་ནས་ཚེ་རང་དབང་ཞིག་ལ་ཡ་བྱས་པ་རེད། ཁོ་ཡག་པོ་ཞི་བོ་ཡོད་རེད་ཁོ་སྒྲུང་དྲི་ཡ་རྩོམ་དྲི་ཡ་ཁོ་རང་གི་ལོ་རྒྱུས་དེ་འདྲ་སྤེལ་ཡག་པོ་རེད་ང་ཁོ། ངས་ཁྱད་པར་དུ་ད་ངས་རྩོམ་དེ་ཚོ་བྲིས་དགོས་ན་ཁོ། བོད་གཞུང་ར་འདི་གི་ཆབ་སྲིད་ཀྱི་རང་བཞིན་དེ་ཧ་ཅང་གི། དེའི་ནང་གི་རྙོག་འཛིང་ཚ་བོ་རེད་དེ་མིན་ཟེར་ན་ངས་ཁོ་ལ།

མ་འོངས་པ་ན་བཙན་བྱོལ་ནང་ནས་རྒྱ་ནག་ལ་མགོ་བཏགས་མིན་དང་མགོ། ད་ནི་སོང་ཞང་གི་མི་གཅིག་ཡོད་མེད་དང་ཡོད་ན་རྒྱ་ནག་ལ་མགོ་བཏགས་མིན་དང་གལ་སྲིད་དེ་གི་མཇིག་འབྲས་དེ་ག་རེ་ཡིན་མིན་ད་ལྟ་ཐག་ཆོད་གི་མི་འདུག་དེ་ཡིན་པ་སོང་ཙང་ཁྱེད་སོང་ཞང་གི་མི་སྣ་འདི་གི་གནད་དོན་འདི་ཐག་གཅོད་བྱེད་མ་ཐུབ་ན་ཁྱོད་གདྲོང་དུ་གོ་རིམ་ཆ་ཚང་འཁྲུག་འགྲོ་ཡ་ཅིག་འདུག་དེ་ཡིན་པས་ཁྱོད་སྐབས་ལས་རྒྱབ་ཡ་ར་ཧ་ལམ་འཕྲོ་བརླག་འགྲོ་མི་ཡོང་བ་དེ་ཡིན་པ་སོང་ཙང་ཁྱེད་གདྲོང་དེ་ད་ལྟ་བྲིས་ལ་མ་བྱེད་ཁྱེད་ད་ལྟ་གནས་ཚུལ་མང་པོ་ལ་རྒྱུས་ལོན་བྱས་ལ།

ཏཱ་ལའི་བླ་མ་གི་ཡང་སྲིད་ཀྱི་སྐོར་ལ་ཨ་ནི་ལྟ་རྟོག་སྒྲུང་བྲིས་ཡོད་རེད་ད་ག་ནང་བཞིན་གྱི་དབྱིན་ཇིའི་གི་གསར་འགོད་པ་ཅིག་གི་ཨ་ནི Dragon Fire ལ་ཡ་གི་ཨ་ནི་རྟོག་སྒྲུང་བྲིས་ཡོད་རེད་ད་བོད་ཀྱི་འཕྲོ་འབྲིང་ཁྲོད་དམག་སྒར་གི་རྒྱ་ནག་ལ་དམག་རྒྱབ་སྟངས་དང་ཨ་ནི་དགྲ་བཞི་བཙོན་ཁང་ནང་ནས་ཆབ་སྲིད་བཙོན་པ་ཚོ་སྐྱོབ་སྟངས་དང་དེ་ཚོ་དེ་ཚོ་རིགས་བྲིས་ཡོད་རེད་དེའི་གི་འབྲི་སྟངས་དེ་ད།

སྒྲུང་དེའི་གི་རིམ་པ་དེའི་འབྲི་སྟངས་དེ་ད་སྔ་ཧ་ཅང་དགའ་བོ་ཡོད་བསྟན་པ་ཚང་ཚང་སོ་སོ་གི་བྲིས་མ་ཐུབ་པ་བཅས་ཨ་ནི་ངས་ད་ལྟ་ངའི་སྒང་ནས་བཤད་དེབ་དེ་ཚོ་ཅིག་བསྒྱུར་དེའི་གི་ངས་ལོ་ནག་དང་བཤད་ཡུམ་ཟེར་ཡས་གི་ད་དེབ་ཆུང་ཆུང་ཅིག་བསྒྱུར་ཡོད་རེད་ད་དེའི་གཙོ་བོ་དེ་ངས་བསྒྱུར་དགོས་ཡ་དེའི་བརྩམས་སྒྲུང་གི་འབྲི་ཐབས་དེ་ལ་ང་ཡིད་སྨོན་སྐྱེས་དགོས་རེད་འོ་དེ་འདྲའི་འདྲ་བོ་ཅིག་རེད་ད། ངའི་ཐོག་ནས་བཤད་ན་དེ་འདྲའི་འདྲ་བོ་ཅིག་ཡིན་དེ་ནས་ཁ་སང་གི་ངས་ད་ལྟ་གི།

རྒྱ་ནག་ལ་གལ་ཆེན་པོ་གང་ཆགས་ཀྱི་བར་དུ་ན། ཨ་རི་གི་དབྱེ་འགྲིམ་དག་རྙོག་དྲ་བྱུང་ནས་ཅི་འདས་ལ་བརྟེན་ནས་ཅི་ཨ་རི་རྩབ་ཧྲལ་ལ་འགྲོ་ནས་ཨ་རི་འཐོར་དགོས་ཡ་དེ་རྒྱ་ནག་གི་དམིགས་ཡུལ་རེད་དེ་ཡིན་པ་སོང་ཙང་རྒྱ་མོ་དེ་དེ་ལབ་ཀྱི་འདུག་ལབ་ཡོད། རྒྱ་ནག་གཞུང་ལ་སྲིད་སྤྱི་དེ་འདྲས་ཅིག་ཡོད་པ་རེད་ཟེར་ན། ད་ང་ཚོ་ཡོད་པ་གི་སྒྲིབ་བཤིལ་མང་པོ་ཁེལ་ཡོང་ཡ་ཡོད་རེད་རྒྱ་ནག་གི་ཡིག་ཆ་མང་པོ་ཅིག་ཚད་ཡོང་ཡ་ཡོད་རེད་ཡིན་ན་ཡིག་ཆ་ར་སྒྲིབ་བཤིལ་ཡོད་རྒྱུ་གི་དེ་ཚོའི་རིགས་དུ་ང་ཚོ་ཉམས་ཞིབ་རང་བཞིན་གྱི་རྩོམ་ཅི་ཡ་རེད་མ་གཏོགས།

གཉིས་ནས་ད་རྒྱ་ནག་གཞུང་ཚབ་ཁང་གི་དེང་སང་གི་རྒྱ་ནག་གཞུང་ཚབ་ཁང་ཟེར་ཡ་འདིའི་ནང་ན་དོན་དག་ཡོད་ནི་མེད་ནི་གི་མི་ཆ་ཚང་ཨ་ནེ་རྒྱ་ནག་གཞུང་ཚབ་ཁང་གི་ཕག་གུག་ཡ་དང་གསོ་བ་ཉུང་མ་བྱེད་ཡ་གི་ལས་ཀ་དང་དེའི་སྤྲད་ནས་ཀྱི་ད་ཡིན་མི་ཆ་ཚང་ནང་ལ་ཤ་སངས་པོ་བཟོ་བྱ་བར་རྒྱ་ནག་གཞུང་ཚབ་ཁང་ག་ང་ཡོད་ན་དེ་ཡིན་པ་སོང་ཙང་རྒྱ་ནག་གཞུང་ཚབ་ཁང་གི་ནང་གི་རྒྱ་མོ་དེ་ཚོ་གི་ང་ར་འབྲེལ་བ་བྱེད་གི་འདུག་ཟེར་ཡ་གི་སྒྲུབ་བྱེད་དེ་ག་རེ་བཤད་གི་ཡོད་ན་ཡིན་མི་ཆ་ཚང་ལ་ཨ་ནེ་ད་ཨ་ནེ་དེ་དེ་འདྲའི་གི་ཤ་སངས་པོ་བཟོ་གི་ཡོད་པ་ནམ་རྒྱུ་གཅིག་ངས་དེ་སྟོན་དགོས་རེད། ད་ནི་ད་དེའི་ཐོག་ནས་གལ་ཆེ་ཡ་ཅིག་ལ། རྒྱ་མོ་དེ་གི་ངའི་ད་བོད་པ་དེ་ཚོ་ཞེད་ད་ཡོད་དེ་ཡིན་ས་རེད་ང་ལ་ཆང་སྤྲད་སོང་དང་དོ་སྤྲད་སོང་ཟེར་ཅིག་རེད། རྒྱ་ནག་གི་དང་སང་གི་ཕྱི་ལོག་གི་སོ་བ་ཉུལ་མ་ཅིག་དོ་ནི་གི་ད་ཅིག་སོ་བ་ཉུལ་མ་གི་ལས་ཀ་བྱེད་ནི་གི་ཐབས་ཤོག་ཅིག་ཅི་དྲ་དེ་ཚོ་གི་མི་དེ་ཚོ་གི་ངན་པ་སྤྲད་ཡ་དེ་ཚོ་ད་ག་ཟིག་ཡིན་ས་རེད་བ་ད།

ཡང་ན་མི་གཅིག་བཟོ་དགོས་ངའི་སེམས་ཁམས་མཚོན་དོན་གྱི་མི་གཞན་པ་གཅིག་བཟོ་དགོས་དེ་བཟོ་ཡ་གི་ཚབ་ལ་ངས་ང་རང་རྨི་ལམ་བཏང་པ་ཡིན་ཙམ་ན་ད་དེ་སྟབས་བདེ་ཞིག་རེད་དེ་འབའ་སོང་སོང་ངས་རྨི་ལམ་བཏང་ནས་ནི་ང་འདི་འདྲས་ཅིག་བྱས་ནས་ང་གཞན་པ་ཅིག་ཆགས་ཡོད་ད་ང་ཉིག་ཡོག་ལ་འགྲོ་རྒྱ་མིའི་གཞུང་ཚབ་ཁང་ནང་གཞུང་ཚབ་ཁང་མ་རེད་རྒྱ་མིའི་གི་ས་ཁང་ནང་ལ་ལས་ཀ་བྱས་དེ་ནས་རྒྱ་མིའི་གི་ས

དེང་གི་འགྲོ་སྟངས་ཤིག་རེད་ད་ཡིན་ན་བོད་པ་སྤྱི་ཚོགས་ནང་ལ་ངས་ད་ལྟ་བཤད་གནང་བཞིན་ནི་སོ་སོ་གི་བསམ་བློ་གི་མ་ལག་ནང་ལ་རྩོམ་རིག་དེ་འདྲའི་ཀློག་ནས་དེ་འདྲའི་ལ་ལྟ་ཡག་གི་རིགས་ལམ་དེ་མེད་དེ་མེད་ནི་གང་ལ་ནི་མི་གཞན་པ་གི་སྐད་ཆ་དེ་ར་སོ་སོ་གི་ས་སྐྱི་མཐོང་སྐྱི་དེ་ཡིན་གྱི་རེད་བསམ་དེ་འདྲའི་ཅིག་ལ་ངེས་འཛིན་བྱས་ནས་ཅིག་ཨ་ནི་མི་གཞན་པ་སྐད་ཆ་གོ་ཐུབ་གི་མེད་པ་རྒྱུ་མཚན་དེ་རེད་དེ་ཡིན་པ་སོང་ཙང་སྙན་ངག་ར་རྩོམ་རིག་ར་འདི་ཚོ་ལྟ་ཡག་ལ་ཁོ་རང་གི་མ་ལག་གི་རིགས་གཞུང་ཅིག་གི་སྦྱང་བ་དེ་སྔོན་ལ་འགྲོ་དགོས་རེད་དེ་གཅིག་ན་ནི་འདི་ཚོ་ལྟ་ཡག་ལ་དཀའ་ངལ་ཡོད་མ་རེད། ཞེད་སྣང་སྐྱེ་གི་མར་བ། འོ་དེ་འདྲས་འདྲ་བོ་ཞིག་རེད་དེ་འབའ་སོང་སོང་ད་རེས་ཀྱི་ངས་འདིའི་ཐོག་ལ་ལྟ་ཅིག་བཤད་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ་འདྲས་ཞིག་ཡིན་ད་ནི་ད་འདིའི་ཐོག་ནས་ད་འདྲ་ཐག་རང་ཚུགས་ཅིག་བཤད་ན། དངོས་ཡོད་རྒྱུ་མཚན་རང་ལུགས་སེ་ཡ་འདི། འདི་ངོ་མ་ང་རང་ང་རང་ཚོ་ནང་བཞིན་གྱི་ད་ཅིག་སྒྱིར་བརྩིག་གི་སེམས་ཁམས་ཡོད་རྒྱུ་གི། ཨ་ནི་ཡེ་ཤུར་པའི་རྩོམ་པ་པོ་དེ་འདྲས་ཀྱི་ད་བཙན་ཤུལ་ལ་འགྲོ་རྒྱུ་རྩོམ་པ་པོ་དེ་འདྲས་ཀྱི་མང་པོ་བེད་སྤྱོད་བཏང་གི་ཡོད་རེད་དེ་ག་རེ་རེད་ན་གནས་ཚུལ་སྐོར་ཚིག་བཤད་ཡ་ལ། དེའི་ཚུལ་གྱིས་ཁོར་ཡུག་རལ་གྲིའི་སྒང་གི་མཐུན་རྐྱེན་དང་ཁོར་ཡུག་རལ་གྲིའི་སྒང་གི་བཀག་རྒྱ་ཡོད་པའི་ཁ་ཐུག་ལ་དངོས་ཡོད་རྒྱུ་མཚན་རང་བདག་འདི། དེའི་གི་ལག་ཆ་ཡོད་ལ་མེད་ལ་གཅིག་རེད་དེ་ཡིན་པ་སོང་ཙང་སྔོན་མ་ད་ལྟའི་རྩོམ་འདི་ཚོ་མང་ཆེ་བ་འདི་འདྲའི་གི་བྲིས་ཡོད་ས་རེད་ད་ལ་དྲིན། ལ་ཁྲིན་ཨ་མི་རི་ཁ་ར་དེ་ཚོ་གི་སྐབས་གི་རྩོམ་པ་པོ་དེ་འདྲས་ཨ་ནི་ཁོ་རང་ཚོ་ལུང་པ་དེ་བཞིའི་གི་བཙན་འཛུལ་གྱིས་མི་སེར་སྤེལ་ཡིག་གི་དབུགས་ལ་ཚུད་ད་དེ་འདྲས་ཀྱིས་ནི་སྒང་ལ་རྩོམ་པ་པོ་དང་སྒྱུ་རྩིས་ལས་རིགས་གི་མི་སྣ་དེ་ཚོ་བསྡད་མ་ཐུབ་པ་ཅིག་ཨ་ནི་ཡོ་རུབ་ནང་ར་འདི་ཚོ་ལ་ཨ་ནི་བཙན་ཤོས་ལ་འགྲོ་པའི་ཁ་ཐུག་ལ། ང་ནི་རྩོམ་པ་པོ་མང་པོ་གི་ནི་སྒྱུ་རྩལ་པ་དེ་ཚོ་གི་ནི་བྱེད་ཐབས་འདི་སྤྱད་ནས་དེ་ལས་བྲིས་ཡོད་རེད། ང་ཡིན་ན་ར་དེ་ངའི་ཡུལ་རྒྱུ་འཕྲད་རང་ལུགས་ཀྱི་རྩོམ་ཡིག་འདི་ཚོ་ལ་དེ་དེ་བརྩམས་སྒྲུང་དེ་ཚོ་ཁ་ཤས་ངས་ཀློག་མྱོང་ཡོད་དེ། འབྲི་ཐབས་ལས་སླ་བོ་འདྲ་བོ་ཅིག་རེད་ཤག་དེ་འབའ་སོང་ཙང་ང་འདི་དགའ་དགོས་ཡ་དང་འདི་གི་ཁྱབ་ཁོངས་ནས་སོ་སོ་གི་རིག་པ་ཅིག་སོ་སོ་གི་བློ་གཟུགས་ཅིག་སྤྱད་ན་ལས་སླ་བོ་འདྲ་བོ་ཅིག་མཐོང་དགོས་དེ་འབའ་སོང་ཙང་ངས་འདི་བྲིས་དགོས་ཡ་གི་རྒྱུ་མཚན་དེ་འདྲ་འདྲ་བོ་ཅིག་རེད། ད་ལྟའི་ཕ་སྐྱེར་འདི་དུས་རབས་དུས་རབས་གོང་མ་གི་ལོ་རབས་ཉེར་བཞི་བའི་ནང་དུ་བ་ནི་བ་ལི་ཡ་ནི་དར་རྒྱུ། ད་དང་རབས་དང་རབས་བྱེ་མ་དང་མཉམ་པོ་དར་རྒྱུ་དེ་འདྲའི་ད་ཁྱད་པར་དག་གི་འདི་འདི་གི་འབྲི་ཐབས་འདི་ཡོ་རུབ་གི་ནང་ན་ད་ཤུགས་ཆེན་པོ་དར་བའི་ཁྱད་པར་དག་གི་ལ་ཁྲིན་ཨ་མི་རི་ཀ་གི་ངས་ད་འདི་བཤད་ནང་བཞིན་དེ་གི་རྩོམ་རིག་གི་གོ་བུ་ཐོག་ན་ནི་ད་འདི་ད་འདར་ངེས་ཡོད་རྒྱུ་མཁྲེགས་རང་དག་འདི་ཡོ་རེད་ད་བོད་ནང་ན་འདི་འབྲི་ཐབས་སྤྱད་ནས་དེ་ཚོ་སྔོན་མ་ནས་བྱུང་བྱ་ཟིག་ད་སྟག་འབུམ་རྒྱལ་ར་དེ་ཚོ་གི་ཨ་ནེ་རྩོམ་འབྲི་སྟངས།

ད་ནི་ངས་ད་ལྟ་ཡང་བསྐྱར་བཤད་ཅིག་ལ། ངས་ད་ལྟ་བཤད་ད། རང་བཙན་གྱི་རྒྱལ་ཁབ་ཅིག་དགོས་གི་རེད། རང་དབང་ཅིག་དགོས་གི་རེད་ཟེར་རང་དབང་དང་སྨྲ་བརྗོད་རང་དབང་དང་འགྲོ་བ་མིའི་ཐོབ་ཐང་དགོས་གི་རེད་ཟེར་དེའི་དོན་དག་གཉིས་ཆགས་གོ་རེད། རང་བཙན་གྱི་རྒྱལ་ཁབ་ཅིག། བོད་པ་ནང་བཞིན་གྱི་སྔོན་མ་རང་བཙན་ཡིན་རྒྱུ་གྱི་མི་རིགས་ཅིག། ང་རང་ཚོ་ནང་བཞིན་གྱི་རང་བཙན་ཤོར་སོང་རྒྱུ་བཞི་ལོང་པ་ཡིད་ལོང་ཁོ་རང་བཞིན་བཙན་འཛུལ་གྱི་དབུགས་ལ་ཚིལ་བརྡོལ་ནས་མི་རིགས་ཤིག་ལ་ཆགས་བྱས་ན་ང་ཚོའི་ཚོགས་སྤྱོད་ཀྱི་ཐོབ་ཐང་དང་ལོ་རྒྱུས་ཀྱི་ཐོབ་ཐང་དེ་ང་ཚོ་རང་བཙན་རྩོད་དགོས་ཡ་དེ་རེད། ད་དེ་ལ་གཡོལ་ཐུབ་ཟིག་གི་ཡོད་མ་རེད། འདི་མི་སེར་སྤེལ་མཁན་འདྲ་བཙན་འཛུལ་པ་ལ་ངོ་རྒོལ་བྱེད་དགོས་ཡ་གི་རིམ་པ་གཅིག་རེད། ཡིན་ན་བཙན་འཛུལ་པ་ཟེར་ཏེ་གཉིས་ཡོད་རེད་ཕྱི་གི་བཙན་འཛུལ་པ་དང་ནང་གི་བཙན་འཛུལ་པ་ད་ང་ཚོ་བོད་ཀྱི་སྐད་ཆ་བཤད་ན་ཨ་ནི་ནང་བཀྲ་མ་ཤིས་ན་ཕྱིའི་དོན་མི་འགྲུབ་ཟེར་ཡ་གཅིག་གོ་ར། སོ་སོ་གི་ནང་གི་ལྐོག་ཟ་རུལ་སུངས་མ་སྦི་ཆེ་སིལ་ཟུང་འབྲེལ་བརླིང་རྒྱུར་ཨ་ནི་སོ་སོ་གི་ནང་གི་བྲན་གཡོག་གི་གཤིས་ཀ་འདི་བཟོ་ལ་ངོ་རྒོལ་གཙང་མ་ཅིག་བྱེད་དགོས་ཡ་དང་ཕྱིའི་དགྲ་བོ་ལ་ཕྱི་གི་བཙན་འཛུལ་པ་ལ་ཁ་གཏད་བྱེད་དགོས་ཡ་གཉིས་ཆ་དུས་མཉམ་འགྲོ་དགོས་ར། ཡིན་ན་ད་གལ་སྲིད་འདི་གཉིས་ལ་སྔར་འདི་གཉིས་ལ་ཅིག།

ད་རྒྱལ་སྤྱིའི་པ་ཟི་ན་རེད་གསར་བརྗེའི་པ་ཟི་ན་རེད་ཨ་ནི་ད་སྔོན་མ་གི་དེ་ཚོ་ཕྱིའི་བཙན་འཛུལ་ལ་ངོ་རྒོལ་བྱས་ནས་ནང་གི་ལྐོག་ཟ་རུལ་སུངས་ར་མ་རུབ་ལ་ད་དེ་ཚོ་ལ་སོ་སོའི་ནང་གི་དབང་སྒྱུར་གྲལ་རིམ་ལ་ཨ་ནི་ཁ་གཏད་བཅད་ནས་གི་སྔོན་མ་གི་ད་སྔོན་གཤེགས་གི་དཔའ་བོ་བསམ་བློ་བ་ཤེས་ཡོན་པ་དེ་ཚོ་གྲས་གི་ཁ་གཏད་ཉིས་ཆ་དུས་མཉམ་དུ་བཅད་ཡོད་ད། གཅིག་དང་གཅིག་ལ་ཁ་གཏད་བཅད་ཡ་དང་གཅིག་ལྷོད་ཡོད་ང་དང་ཡ་དེ་ན་བོད་པ་འདྲ་བོ་ཡིན་ན་རྒྱ་མི་ལ་ཁ་གཏད་བཅད་ཡ། སོ་སོའི་ནང་གི་ཆོས་སྲིད་ཟུང་འབྲེལ་གྱི་གླེང་རྒྱུར་གི་ཨ་ནི་ད་ད་ལྟ་འདྲ་མི་འདྲ་བཤད་བསྡད་པ་དེ་འདི་སྣང་མེད་དང་ཡ་དེ་འདྲས་ཅིག་ཡོད་མ་རེད། དེ་འདྲས་ཅིག་ནས་རང་བཙན་ཐོབ་པ་ཡིན་ན་ངས་ཁར་ཚང་བཤད་དགོས་རེད། སོ་སོའི་ནང་གྲ་མ་བཤད་ཅིག་ནས་རང་བཙན་ཐོབ་པ་ཡིན་ན་རེད་དེ་ནས་རྒྱ་ནག་དང་ཀོ་རི་ཡ་དང་འདི་ཟུག་གི་རྒྱལ་ཁབ་ཀོ་རི་ཡ་བརྒྱག་པ་གི་ད་ད་ཁིམ་ཇུང་ཨིན་གི་རྒྱལ་ཁབ་འདྲ་བོ་འདི་མོ་འདི་ཆགས་འགྲོ་གི་རེད། དེ་ཡིན་པ་སོང་ཙང་ང་ལ་ཆ་བཤད་ན། རང་བཙན་རྩོད་དགོས་ར་སོ་སོ་གི་སེམས་ཁམས་ཀྱི་ཨ་ནི་རང་དབང་རྩོད་དགོས་ཀྱི་རེད་དེ་གཉིས་ལ་ཆ་བཞག་ན་ངས་གཅིག་བྱས་ན་སོ་སོ་གི་སྔོན་གྱི་རང་དབང་དང་དམངས་གཙོ་དང་སྨྲ་བརྗོད་རང་དབང་འདི་གཉིས་སོ་སོ་གི་སྤྱི་ཚོགས་ལ་དང་པོར་རྩོད་ལེན་བྱེད་ཀྱི་རེད། ཡིན་ན་དེ་བྱས་པ་དང་ཆབས་ཅིག་ཏུ་ཕྱིའི་དགྲ་བོ་ལ་ཁ་གཏད་གཅོད་དགོས་ཡ་ཡིན་ད་ཡིན་ང་ཚོ་འདི་གཉིས་དུས་མཉམ་བྱས་ཆོག་གོ་རེད་དེ་ཡིན་པ་སོང་ཙང་ངས་སྐད་ཆ་འདི་གཅིག་བཤད་ཡོང་དུས་ཡང་ད་ལུག་བར་གཤམ་དག་ནས་བཟུང་དེ་ཡང་ཁོ་རང་བཙན་འཐབ་རྩོད་པ་མིན་ཟེར་ཡ་གི་དེ་འདྲས་བཤད་རེད་རང་བཙན་འཐབ་རྩོད་པ་མིན་པ་མ་རེད་ད་རང་བཙན་འཐབ་རྩོད་པ་ཡིན་པ་གཅིག་ལོ་རྒྱུས་ཀྱི་དབྱིན་ཀི་འདྲེ་མི་རིགས་འདིའི་ཚོགས་སྤྱོད་ཀྱི་ལར་རྒྱ་རེད་ཐུན་མོང་གི་དེ་ཡིན་པ་སོང་ཙང་རང་བཙན་ང་ཚོ་ངེས་པར་དུ་རྩོད་དགོས་དེ་ལ་ང་ཚོ་ཅང་ཡིན་མིན་ཟེར་ས་ཅིག་མ་རྟ་ངོ་ནས་བོད་པ་གཙང་མ་ཅིག་བྱེད་གི་ཡིན་ན་དེ་རེད། ཡིན་ན་དེ་དང་ཆབས་ཅིག་ཏུ་ཁྱོད་ཚོགས་སྤྱོད་དེའི་ཁྱབ་ཁོངས་ནས་ཁྱོད་རང་ཕྱི་ལོག་ལ་ཐོན་ནས་ཀྱི་གང་ཟག་སྒེར་ཡིན་པའི་ཁ་ཐུག་ལ་མི་བྱེད་དེ་གཅིག་ནས་ཁྱོད་ཚོགས་པ་ཅིག་གི་ཁོངས་བ་ཚིག་གོ་ཁྱོད་བོད་རིགས་ཀྱི་ཁོངས་བ་ཚིག་གོ་ཁྱོད་རྒྱ་རིགས་ཀྱི་ཁོངས་བ་ཚིག་གོ་གཅིག་ནས་ཁྱོད་མི་གཅིག་རེད་ཀླུ་མཁར་བྱམས་གཅིག་པོ་ཡིན་པའི་ཁ་ཐུག་ལ་ཀླུ་མཁར་བྱམས་ལ་ག་རེ་དགོས་ན་རང་དབང་དང་དམངས་གཙོ་དང་སྨྲ་བརྗོད་རང་དབང་གི་ཁོར་ཡུག་ཅིག།

ནང་གི་སྐྱོན་ཆ་དེ་ཐེར་འདོན་བྱེད་དགོས་ཡ། ནང་གི་དབང་སྒྱུར་པ་ཚོས་གི་ངན་མཚང་ཞིག་ལོག་ལ་སྟོན་དགོས་ཡ་དེ་ཧ་ཅང་ཧ་ཅང་གལ་ཆེན་པོ་ཆགས་རེད། སོ་སོའི་ནང་གི་ཡོད་ན་མ་མཐོང་མདོག་མདོག་བྱས་ནས་ཅིག་བཤད་ན་ཅིག་འགྲིག་འོ་མ་རེད་ན་དེ་ཚད་ལྡན་ཅིག་ཆགས་གོ་བ་མ་རེད། དེ་གི་ཁོང་ར་འཁྱོལ་གི་མ་རེད་འཐབ་རྩོད་དེ་འདྲའི་རེད་བ། དེ་ཡིན་པ་སོང་ཙང་ང་ར་བས་ན་དེ་ངས་དེ་གཉིས་ལ་འགལ་བ་མཐོང་གོ་བ་མ་རེད།

ང་ཚོ་སྤྱི་ཚོགས་ཐོག་གི་སྐད་ཆ་ཉན་སྟངས་དེ་རེད། དེས་ན་ངོ་ནས་ཆ་བཤད་ན། རྒྱ་ནག་གཞུང་གི་ཆབ་སྲིད་བཙོན་པ་དེ་ཚོ་ལ་ད་ང་བཙོན་པ་གི་ལས་ཁུངས་ནང་ལས་ཀ་བྱས་ཡོད་རེད་ངས་ང་རང་བཙོན་པ་ཆགས་རེད་ངས་དེ་རྒྱུ་མཚན་གསལ་བོ་ཧ་གོ་རེད། ཆབ་སྲིད་བཙོན་པ་ལ་ལི་ལྷ་བུ་ཆབ་སྲིད་བཙོན་པ་རེད་ལ་ཡ་དེ་ལབ་གི་མ་རེད། གཅིག་དེ་རེད་གཉིས་ནས་ཆབ་སྲིད་བཙོན་པ་གི་ནང་གི་གནད་འགག་ཆེན་པ་གི་མི་ལ་ཞྭ་མོ་བཞེན་པ་གཡོགས་ཡ་དེ་ཧ་ཅང་གི་རྒྱ་ནག་གཞུང་གི་ད། དམར་ཤོག་རྒྱ་ནག་དམར་ཤོག་འདྲ་བོ་ཡིན་ན་དེ་འདྲའི་ཐོག་ལ་དཔེ་དེ་ངན་དགུ་མ་འགྲོ་རྒྱུ་རེད། ཡིན་ན་ཆ་ཤས་ན་ང་ཚོ་ལྟ་ན་འཇིགས་མེད་བཟང་པོ་འདྲ་བོ་ཆ་ཤས་ན་ངོ་མ་བཙོན་ཁང་ན་ཨ་ད་དང་པོ་སིམ་པའི་ཁ་ཐུག་ད་རྗེས་ནས་སྲིད་སྤྱིའི་ར་དུམ་བུ་དེ་འགྱུར་བ་ཐེབས་ན་ནི་ཆབ་སྲིད་བཙོན་པ་ཡིན་ལབ་ཆོག་གོ་མ་གཏོགས་ངོ་མ་བཟོ་ཆ་ཤས་ན་ཁོ་ལ་དེའི་ལབ་དོ་ཨ་ཁོ་ཨ་ནི་སློབ་གྲྭ་ནང་ནས་པོ་གོ་ར་དེ་ཚོ་ལ་ཅིག་ཚིམ་མིན་གྱི་ཞབས་ཞུ་སྤེལ་ནི་དེ་འདྲ་རེད་སྲིད་ད་དེའི་ཨ་ལུམ་ལོག་ཡུམ་ཅིག་ནི་རེད་མདོག་མདོག་སྐད་ཆ་དེ་འདྲའི་བར་དུ་སླེབས་ཡོད་ས་རེད།

ད་དེ་ཚོ་ལ་མི་དེ་ཚོ་བྱུག་བྱ་ནི་གང་ལ་རང་གྲོང་པ་གྲོང་པ་ཅིག་མི་བྱུག་བྱ་ན་འགྲིག་གོ་མར་དེ་ལ་ཉེས་པ་འདྲ་བོ་གི་མིང་ཅིག་བཏགས་དགོས་ཡ་ཡོད་ར། དེ་ཡིན་པ་སོང་ཙང་ཁོ་རང་ཚོ་གི་འདི་ཅིག་འདུག་རྒྱ་ནག་གཞུང་གི་ཨ་ནི་ག་རེ་ཟོ་དགོས་ར་ན། ཨ། ཐོ་གཞུང་ཅིག་ཁེ། ད་རྐུ་མ་རེད་ཅག་པ་རེད་བུ་ལུ་ནི་སྒྲིམ་བྱེད་མ་ཐུབ་ནི་རེད་ད་ཅིག་འདྲ་མི་འདྲ་གི།

ཨོ་ད་དེ་རང་གི་དེ་ད་ལབ་ཤི་ལོང་ཤི་ཟིན་ན་མི་འདུག་དེ་འདྲས་ཀྱི་ཚབ་འདྲ་བོ་ཅིག་བྱེད་ཤེས། ཨ་ཐུགས་རྗེ་ཆེ། ཡ་ཡ་ཡ།